དགེ་རྒན་རབ་དང་རིམ་པ་བྱུང་བ་རེད། ཨ་མདའ་ཡིན་ན་ཡང་ཕ་ག་ཡ། ཚེ་རིང་དཔལ་སྒྲོན་ལགས་སི་ཏ་ང་ཚོས་ཀྱི་རོལ་ཆའི་ཐོག་ལ་ཡང་དགེ་རྒན་རེད་ཡག་པོ་ཞེ་དྲག་ཡོད་རེད། ཨན་ད་ག་ནང་བཞིན་བུ་ཆུང་ཟློས་གར་ནས་དྲ་མདང་དང་ཨན་གཞས་ཚིག། ཨ་མདའ་ཧ་ལམ་ལྷ་ག་འདི་ང་རང་ཚོ་བཙན་བྱོལ་ནང་ལ་ཨི་འདི་ག་སི་ཏ་ཤོག་ལས་ཕལ་ཆེར་ད་དུས་མཇུག་བཟོས་ན།

སྐབས་རེ་འདི་འདྲའི་འདྲ་པོ་རེད་གང་ཡིན་ཟེར་ན་ད་སྐབས་རེ་ཨ་མདོ་ཕྱི་དང་ནང་གཉིས་ཀ་གི་ཨ་ནི་ཨ་མདོ་ནང་མོ་ཏོ་ཤས་བཏང་སྟངས་དེ་ང་ཚོས་གི་ད་གོ་གི་ཡོད་རེད་མཐོང་གི་ཡོད་རེད། ཨ་ནི་དེ་ལ་ཡང་ཡང་དགེ་རྒན་གྱི་སློབ་ཁྲིད་བྱེད་སྟངས་དང་ཨ་ནི་དེ་འདྲའི་གི་ཐོག་ནས་ཨ་ནི་ཕྱི་དང་ནང་ལ་དབྱེ་བ་ཆགས་ཀྱི་འདུག་གང་ཡིན་ཟེར་ན་ད་ཡང་ཕ་གའི་ཨ་མདོ་ང་རང་ཚོ་བོད་ནང་ལ་ཡོད་མཁན་གྱི་འཁྲབ་སྟོན་བྱེད་སྟངས་དང་དེ་ཚོ་གི་དགེ་རྒན་དེ་ཧ་ལམ་རྒྱ་མི་ཤུགས་ཆེན་པོ་ཡོད་ཙང་ཨ་ནེ་ནམ་རྒྱུན་བསྟན་ཕྱོགས་དང་དེ་ང་རང་ཚོ་གི་ཡང་མི་རིགས་ཀྱི་ཁྱད་ཆོས་དང་ཏིས་མ་འདྲ་བ་དང་ཡང་ཕ་གིས་ཁོ་རང་ཚོའི་རྒྱ་ནག་གི་ཨ་ནེ་ཁྲང་ཤིས་ཁྲ་བའི་དང་དེ་འདྲའི་གི་ཐོག་ནས་ཡང་ལེན་སྟངས་དང་ཨ་ནེ་གདངས་བཏང་སྟངས་ལ་ཡང་དབྱེ་བ་ཡོད་རེད། ལོ་སེ། ཀོང་ཏུང་མ་ལ་ད་ལྟ་ཁོ་རང་བཀའ་ཁྲི་གནང་ཡ་དེའི་ནང་ལ་ཡ་ད་མི་རབས་རྒན་པ་ཚོའི་མི་རབས་གཞོན་པ་ལ་ཡ་ད་ཅིག་ནང་མ་སྟོད་ཤལ་གྱི་ད་ཅིག་གདངས་དང་ད་རོལ་ཆ་རོལ་ཆས་འགྲོ་སྟངས་དེ་གི་རྩིས་སྤྲད་སྟངས་དེ་ལ་ཡ་ཕྲན་བུའི་མགོ་རྙོག་བྱེད་པའི་དོན་དཀའ་ངལ་ཐེབས་པའི་སོར་ཅིག་དཀའ་སྣང་གི་འདུག་ད་ཀོང་དེའི་ནང་ལས་ཆ་ཤས་ཡོད་རེད། ཕྱག་ལེན་གནང་ཡོད་དུས་རྩ་ནས་སྐུ་ངོ་ངོས་འཛིན་རིན་པོ་ཆེས་ཁོ་རང་བཀའ་འདྲི་གནང་བ་དེ་ལ་ཡང་བཀའ་ལན་རེ་གར་གནང་ཡོད་ན། ལོའང་ལྟ་དེ་དེ་འདྲས་རེད་ཁོ་ལྟོས་བཤད་ཁོ་རང་ལས་ལྟོས་བཤད་ཕི་གི་ཐོག་མའི་ཕི་གི་ཡོང་སྟངས་དེ་འདྲས་ད་ཅིག་དགེ་རྒན་སུ་སུ་སུ་ལྟས་ཕྲན་བུ་ཕྲན་བུ་མ་འདྲ་ག་སོར་ལྟ་ཐོག་མའི་མདང་ལེན་སྟངས་སྒུག་སྟངས་གཡང་སྒུག་དེ་ནས་མ་མ་བསྒྱུར་སྟངས་ཕྲན་བུ་ཕྲན་བུ་མི་འདྲ་གར་བྱས་ནས་ཡོང་གི་འདུག་ལོ་སེ། འདུག་དེ་རྩ་བའི་དེ་རེད་དེ

དྲ་མཉེན་རྣམས་ཡོད་པ་དང་ཨནི་ད་ག་ནང་བཞིན་ཨནི་ང་ཚོས་གི་ད་ཆོས་ཕྱོགས་ཐོག་ནས་ཡང་མ་འདྲ་མང་པོ་གི་ཆགས་ལ་ཡང་དྲ་མཉེན་རྣམས་ཡོད་རེད་བྱས་ན་སྐྱ་བོས་ང་ཚོས་དེ་བཏང་ཡས་དེ་བཤད་ན་གཅིག་ལ་ཡང་ཨནི་ཀོང་པོས་ལུང་པ་ལ་ཡང་དྲ་མཉེན་རབ་དེ་ད་ཕ་ཕ་ཤིང་ནག་འཛོམས་པོ་དང་ཨནི་གཅིག་སེམས་ཅན་མང་པོ་རབ་གཅིག་བྱས་ན་གཅིག་པགས་པ་ལྟར་གྲ་རིར་བྱས་ནས་ཤིང་སྡོང་ལ་ཡང་དེ་འདྲ་གཅིག་ཧ་ལམ་མ་སོན་དྲ་མཉེན་བཟོས་ས་བ

ངས་ད་ལྟ་དྲི་བ་འདི་འདི་ཡིན། རྒྱ་གར་རླུང་འཕྲིན་ཁང་གི་ནང་ལོགས་ལ་ཅིག། ནང་མ་སྟོད་གཞས་རེད། ནང་མ་རྒྱ་གར་ཤར་རེད། ཨ་ཅི་ར་ལགས་ཀྱིས་བཏང་གནང་བའི་ནང་མ་སྟོད་གཞས་དང་འདི་འདྲས་འདུག་སེམས་ཉན་མྱོང། ད་ག་ནང་བཞིན་ཨ་མ་སི་རི་ལགས་ཀྱིས་བཏང་གནང་བའི་རྣམ་ཐར་དེ་འདྲས་འདུག་ཨ་མི་ཚེ་ཧ་ལས་པ་ཡག་པོ་དེ་འདྲས་འདུག་ལས་རིམ་ནང་བཏང་གི་འདུག་ཨ། དེང་སང། དེང་དུས་ཀྱི་གཞས་པ་གསར་པ་དེ་ཚོས་ཀྱི། འདི་དག་དབུས་ཀྱི་ནང་མ་སྟོད་གཞས་དང་རོལ་དབྱངས་དང་མཉམ་བྱ་ལྡན་པའི་ཐོག་ནས་གཏང་མ་ཐུབ་པའི་དཀའ་ངལ་དེ་ག་བ་འཕྲད་ཀྱི་ཡོད་ན། ཨ་ནེ། དེང་སང་སྤྱི་ཚོགས་ཀྱི་ནང་ལོགས་ལ་གཞོན་སྐྱེས་མང་པོ་ཅིག་གིས་ནང་མ་སྟོད་གཞས་གཏང་ཡོང་དུས་ཁ་ནས་ཉོབ་བསྡད་པ་ཅིག་དང་དེ་འདྲའི་ཅིག་གི་རྣམ་པ་མང་པོ་ཞིག་མཐོང་གི་འདུག་ཨ་ནེ་ལེན་རྒྱལ་གཉིས་ཀྱིས་འདི་ཐོག་ལ་ཅིག་རྐྱེན་དང་དཀའ་ངལ་དེ་ག་བ་ཅིག་ལ་ཅིག་གསལ་བཤད་གནང་ཐུབ་ཀྱི་རེད། ཨ་ནེ་བོད་ནང་ལ་ཆ་བཞག་ན་དེང་སང་ཨ་ནེ་ཅིག་ནང་མ་སྟོད་གཞས་ལོགས་ལ་ཨ་ནེ་ཅིག་ཁྲི་འབུད་ཁྲི་འབུད་དེ་འདྲའི་ཉེ་ཉེ་ཡང་ཉུང་དུ་འགྲོ་བའི་དེ་འདྲས་འདུག་ཨ་ནེ་ཅིག་དེང་སང་གི་ཅིག་གླུ་གཞས་གསར་བ་དང་ཨ་ནེ་ཅིག

ཨ་ཚོ་རྣམ་རྒྱལ་དུས་རབས་འདས་ལ་ཡ་ད་ནང་མ་སྟོད་ཤི་འཕེལ་རྒྱས་ཞི་བུ་བྱིན་ད་སྐྱབས་ཞི་བུ་བྱིན། ཡིན་ནས་དེ་འདྲའི་གཅིག་པ་རུ་གཅིག་ལ་ཡ་ད་བོད་ནང་ལ་ཡིན་ནས་ད་གཅིག་ཡང་ནང་མ་ད་སྟོད་ཤི་ལ་ཡ་ཉམས་རྒུད་འགྲོ་ཡས་གི་ཡང་དུས་ཚོད་ཅིག་བྱུང་བ་རེད་ཅེས་ད་ཞོལ་གངས་ཚོན་ད་ཀྱི་ལགས་ཀྱི་ལོ་རྒྱུས་ནང་དུ་གཞན་དག་ལས་གསལ་ཡོང་གི་འདུག་དེ་རྐྱེན་འདྲ་བོ་གཙོ་བོ་དེ་ག་རེ་འཕྲད་འདུག། ད་ངེད་མ་འདི་རང་བཙན་མ་ཤོར་སྔོན་ལ་ཡ་ད་དངོས་གནས་ག་ལོག་རེད།